བཅོམ་ལྡན་འདས་རང་ཉིད་ཆ་བཞག་ན་ཡང། ཨེ་ནས། རྒྱུ་དང་རྐྱེན་ལ་བརྟེན་ནས་སངས་རྒྱས་པ་སྦྱིན་པ་རེད། རེད་མ་གཏོགས་རྒྱུ་རྐྱེན་ལ་ལྟོས་པ་མེད་པར་དང་པོ་ཉིད་ནས་སངས་རྒྱས་ཞེས་པ་ཅིག་གསུང་གི་ཡོད་མ་རེད། བཅོམ་ལྡན་འདས་རང་ཉིད་ཨེ་ནས། ག་སོགས་རེད་ང་རང་ཚོ་ནང་བཞིན་ཅིག་ཐ་མལ་པའི་སེམས་ཅན་ཅིག་ཨེ་ནས་ག་ལེ་ག་ལེ་ལེ་ཡ། ཞེས་སེམས་མ་ཞུ་ན་ཐུགས། ཐུགས་རྒྱུད་ལ་ཡང་རྒྱུ་བ་ཐེག་བྱེད་དང། བཅོམ་ལྡན་འདས་ཀྱི་ཐུགས་ལ་ཡང་རྒྱུ་བ་ཐེག་བྱེད། དེ་ནས་སློབ་པ་ལམ་གྱི་གནས་སྐབས་ནས་ཐུགས་རྒྱུད་ལ་རྒྱུ་བ་ཐེག་ནས་དེ་ནས་རིམ་པས་རིམ་པས་ཀྱི། ཐུགས་རྒྱུད་ཀྱི་སྐྱོན་མཐའ་དག་ལོག། ཟད། སྐྱོན་མཐའ་དག་བཅོམ། ཨཱ་ནི། སྐྱོན་བཅོམ་པའི་དབང་གིས་ཨཱ་ནི། བུ་གའི་ག་སོགས་རེ་བུ་གའི། གཟིགས་པའམ་མཁྱེན་པ་བླ་ན་མེད་པ་ཅིག་ཨཱ་ནི་ཁོ་རང་ཤུགས་ཀྱིས་ཡོངས་བརྟན་ཡ་ཅིག་ཡིན་པ་ཡིན་དུ་བཙལ་ནས། དེ་འདྲའི་འབྲས་བུས་དང་གང་འདྲ་ཅིག། སྤངས་རྟོགས་ཀྱི་ཡོན་ཏན་ཡོངས་སུ་རྫོགས་པའི་དང་ཐུགས་དེ་འདྲའི་ཅིག་རིམ་པས་རིམ་པས་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བདེ་བ་འབྱིན་པ་རེད། བྱ་བ་དེ་འདྲ་ཡིན་དུས། ད་ང་རང་ཚོས་བཅོམ་ལྡན་འདས་རང་ཉིད་ཐེ་བའི་ཨེ་ནི་སྲོག་ཆགས་སེམས་ལྡན་དེའི་དེ་ཚང་མ་ལོ། ད་རྒྱུ་དང་རྐྱེན་གྱི་འགྱུར་བའི་ཐོག་ནས་ཨེ་ནི་ཡོངས་བདེ་བ་ཅིག། ཕྱི་སྣོད་བྱ་བཞག་ནི་རྒྱུ་དང་རྐྱེན་གྱི་རྒྱུ་བའི་ཐོག་ནས་ཡོང་སྟེ། ནང་བཅུད་ཀྱི་སེམས་ཅན་བྱ་བཞག་ནི་རྒྱུ་དང་རྐྱེན་གྱི་རྒྱུ་བའི་ཐོག་ནས་ཡོང་སྟེ་ཅེས་འཆད་ཀྱི་ཡོད་རེད། རྒྱུ་དང་རྐྱེན་གྱི་ཐོག་ནས་ཡོང་སྟེ་ཅེས་པ་ཡིན་དུས་ཚང་ནས་ཐོག་མ་བཞག་ཡག་དེ་ཁག་པོ་རེད། གནས་སྐབས་བྱེ་བྲག་པ་གཅིག་ལ་ཐོག་མ་ཡོང་གི་རེད་དེ། རྩ་བའི་རྒྱུན་གྱི་ཆ་ནས་བསམ་བློ་བཏང་པ་ཡིན་ན་ཐོག་མ་བཞག་དེ་ཡང་ཁག་པོ་རེད།

ང་ཚོ་ད་ལྷག་པར་ང་ཚོ་ད་བོད་པ་ཆ་བཞག་ན་ད་ཆོས་ལ་དད་པ་ནི་ཡོད་རེད་སངས་རྒྱས་ཀྱི་ཆོས་ལ་དད་པ་ནི་ཞེ་པོ་ཅིག་ཡོད་པ་རེད་ཡིན་ནའི་ཨེ་ནས་སངས་རྒྱས་ཀྱི་ཆོས་ག་འདྲི་ཞིག་རེད་ཟེར་ལབ་ན་ཨེ་ནས་ཡང་ངས་དོན་ཨ་ངས་བསམ་བློ་ཞིག་གཏང་གིན་གདའ་ཟེར་ལབ་ན་མ་གཏོགས་སངས་རྒྱས་ཀྱི་ཆོས་ག་འདྲི་རེད་ཟེར་ལབ་ན་ནམ་སང་ཅིག་ཡང་བེ་ལབ་ག་སོ་རེད་ཅིག་བཤད་ཡ་མེད་དེ་བ་སོ་ཞིག་འདུག་ག་ཆོས་ཟེར་ག་རེད་ཟེར་ལབ་ན་ཨོ་ད་ཆོས་ཆོས་རེད་ཟེར་ལབ་ན་མ་གཏོགས་གཞན་ལབ་ཡ་མེད་བ་སོ་ཞིག་མི་འདུག་གས། ཨེ་དེ་ལྷག་པར་ང་ཚོ་དཀོན་མཆོག་གསུམ་ཡོད་ཟེར་ལབ་པ་ཡིན་ནི་ཞེ་དྲག་ངོ་ཚ་ཆེ་ཧ་ཡོད་མ་རེད་དཀོན་མཆོག་གསུམ་ག་འདྲི་ཞིག་རེད་ཟེར་ལབ་ན། ཡང་བསམ་བློ་ཞིག་བཏང་དགོས་རེད་བ། དཀོན་མཆོག་གསུམ་ག་འདྲི་ས་བྱུང་པ་རེད་བསམ་བློ་ཞིག་བཏང་དགོས་རེད་བ། ཨ་དང་དཀོན་མཆོག་གསུམ་ཟེར་ཡ་དེ་རྟེན་འབྱུང་གི་གཞི་རྩ་དེའི་ནང་ནས་ཡོང་བསྡད་ཀྱི་ཡོད་རེད་ཙང་ཁོ་རྟེན་འབྱུང་ག་འདྲི་ཟེར་རེད་རྟེན་ནས་འབྱུང་སྟངས་ག་འདྲི་རེད། རྒྱུ་ག་འདྲི་ཞིག་ལ་བརྟེན་ནས་སངས་རྒྱས་པ་རེད། རྒྱུ་ག་འདྲི་ཞིག་ལ་བརྟེན་ནས་ཆོས་ཡོང་གི་ཡོད་རེད། ཆོས་དཀོན་མཆོག་ཡོང་གི་ཡོད་རེད། རྒྱུ་ག་འདྲི་ཞིག་ལ་བརྟེན་ནས་དགེ་འདུན་དཀོན་མཆོག་ཡོང་གི་ཡོད་རེད། དེ་གི་དེ་ང་ཚོ་ཤེས་དགོས་ཀྱི་འདུག་ག། ས་བ་དེ་འདྲ་ཡིན་དུས་ས་ནས། ང་རང་ཚོ་ཆོས་ལ་དད་པ་ཡོད་པ་གཅིག་གོ་གི་འགྲིག་གི་ཡོད་མ་རེད། དད་པ་བྱེད་སའི་ཆོས་དེ་ཡག་པོ་གཅིག་ཤེས་དགོས་པ་རེད། ད་བ་དེ་འདྲ་ཡིན་དུས་ས་ནས་ཨ་འདྲ་དེ་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱི

དང། ཐུགས་རྗེ་ཆེན་པོ་ཁོ་ནའི་དབང་གིས་ཨ་ནི་གདུལ་བྱའི་དོན། དུས་དང་རྣམ་པ་ཀུན་ཏུ་གདུལ་བྱའི་དོན་འབའ་ཞིག་མཛད་ངན་ཅི་བྱེད། བརྩེ་བ་དེའི་དབང་གིས། དང་བསྐལ་པ་ནས་བསྐལ་པའི་རིང་ལ་ཡང་ཨ་ནི། བརྩེ་བ་སྙིང་རྗེ་ཆེན་པོ་ལ་གོམས་པར་མཛད་ནས། དང་དེའི་སྟོབས་ཀྱིས་ཨ་ནི། མཐར་མངོན་པར་རྫོགས་པར་སངས་རྒྱས་པ་ཅིག་ཆགས་ཀྱི་ཡོད་རེད། ས་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་སངས་རྒྱས་ནས་ཀྱང། རྩ་བ་ཐུགས་རྗེ་ཆེན་པོའི་གོང་བུ་རུ་ཆགས་བསྡད་ཀྱི་ཡོད་རེད། རྩ་དེ་འདྲའི་གཅིག་གི་ཐུགས་རྗེ་ཆེན་པོའི་གཞན་དབང་དུ་གྱུར་བསྡད་ངེས་ཐུགས་རྗེ་ཆེན་པོའི་གོང་བུ་རུ་གྱུར་བསྡད་ངེས་གཅིག་གིས། དུས་དང་རྣམ་པ་ཐམས་ཅད་དུ་གཞན་དོན་འབའ་ཞིག་མཛད་ཡ་གཅིག་ད་ཁོ་ཆོས་ཉིད་རེད་བ། དཔེར་ན་ང་རང་ཚོའི་མི། ང་རང་ཚོ་རང་ཚོ་རང་སྙོམས་ཀྱི་མིའི་ནང་ཆ་བཤད་ནས་མི་དངོས་ནས་དྲ་གནས་ཀྱི་དཔེ་སེམས་པ་བཟང་པོ་སྤྱི་སེམས་བྱེད་ངེས་ཀྱི་མི་གཅིག་ཡིན་ན་ཁོ་ག་དུས་ཡིན་ནས་རྨི་ལམ་ཚུན་ཆད་ལོག་ཡ་གཅིག་གཞན་ལ་ཕན་པ་བསྒྲུབ་ཡ་རུ་གཅིག་གིས་ཁོ་བསམ་བློ་འཁོར་བསྡད་ཡ་གཅིག་ཡུན་བསྐུར་བ། དངོས་ནས་གཅིག་དང་གཅིག་སེམས་ཡོད་བསྡད་པ་གཞན་ཕན་གྱི་བློ་ཡོད་བསྡད་མཁན་མི་གཅིག་ལ་སུས་གཅིག་རེ་བ་བརྒྱབ་པ་ཡིན་ནས་ནང་བཟང་དེ་རོགས་བྱས་ཡ་ཅེས་ག་དུས་ཡིན་ནས་ཁོ་ཡོང་གི་རེད་བ། རེད་བ། ས་དེ་འདྲ་ཡིན་དུས་ཚང་ནས་ད་བསྐལ་པ་ནས་བསྐལ་པའི་བར་ལ་ཡ། གཞན་ལ་མཐའ་གཅིག་ཏུ་བརྩེ་བའི་བློ་དེ་ལ་ཨེ་ནི། ག་སོག་རི་བོད་ཀྱི་ཤེས་རབ་ཀྱི་གྲོགས་དང་བཅས་པའི་སྒོ་ནས་གོམས་ཏེ་ངེས་གཅིག་ལ། ཨེ་ནི་གོམས་པ་མཐར་སོན་པའི་གནས་སྐབས་ལ། དང་གཞན་དོན་སྒྲུབ་ཡག་ལ་ཞེ་ས་མ་བཞུགས་ན་བས་ཅིག། དང་རང་དབང་མེད་པར་བ་ཅིག། དང་ག་དུས་ཡིན་ནི་དང་གཞན་དོན་སྒྲུབ་ཡག་ཅིག་དང་ཁོ་ཡོང་ཡག་ཅིག་ང་ཚོ་མི་ཚེ་གཅིག་གི་ནང་ལ་བལྟས་པ་ཡིན་ནི་གང་ཙམ་ཞིག་བཤད་ཐུབ་ཡག་ཚོད་དཔག་བྱེད་ཐུབ་ཡག་ཅིག་འདུག་ག། ས་དེ་འདྲ་ཡིན་པའི་འདུག་ཙང་ནི་གང་གི་ཐུགས་གཟིགས་ཉེར་བཟུང་ནས། ལྟ་བ་ཐམས་ཅད་སྤངས་པའི་ཕྱིར། དམ་པའི་ཆོས་ནི་སྟོན་པར་མཛད་པ། ད་གཞན་ཕན་གྲུབ་སྟངས་དེ་ག་རེ་ཞེས་ལབ་ན། གཞན་ཕན་གྲུབ་སྟངས་དེ། བཅོམ་ལྡན་འདས། གཅིག། གར་སོག་རིག་པ་ཀའི། རྟག་པ་རང་བྱུང་གི་སྐྱེས་བུ་ཆེ་ནི་འཇིག་རྟེན་བཀོད་ངལ་བྱིན་པ་ཡིན་ན། ཁོ་རང་གིས་ནི་གར་སོག་རིག་འཇིག་རྟེན་པའི་བདེ་སྐྱིད་ལྡན་པའི་འཇིག་རྟེན་ཞིག་བཀོད་ཤེས་ན་འགྲིག་གི་འདུག་འདི་མར་བ་ལྟ། འཇིག་རྟེན་ཟེར་བ་དེ་རང་རང་གི་རྒྱུ་དང་རྐྱེན་ལ་བརྟེན་ནས་ཡོང་བསྡད་པ་ཞིག་ཡིན་དུས་རྩ་ནས་ད། ཁོ། རྒྱུ་རྐྱེན་གང་གི་དབང་གིས་ཨེ་ནི་སྡུག་བསྔལ་ཡོང་གི་ཡོད་བལྟས་པའི་རྒྱུ་རྐྱེན་དེ་བསལ་བའི་ཐོག་ནས་ཨེ་ནི་སྡུག་བསྔལ་ལས་གྲོལ་བར་མཛད་རྒྱུ་མ་གཏོགས་གཞན་ཐབས་ཤེས་མི་འདུག་ག། བྱས་ཙང་ག་རྒྱུ་རྐྱེན་སེལ་ཡག་དེ། ག་ཚ་ད་སྡུག་བསྔལ་ཡོང་ཡག་གི་རྒྱུ་རྐྱེན་སེལ་ཡག་བདེ་བ་ཐོབ་ཡག་གི་རྒྱུ་རྐྱེན་སྒྲུབ་ཡག་དེ། མཐར་གཏུགས་ཡིན་དུ་ས་ནི་སེམས་དུལ་མ་དུལ་གྱི་ཐོག་ནས་ཡོང་གི་འདུག་ག་དཔེར་ན་ང་ཚོ་འཛམ་བུ་གླིང་འདིའི་སྒང་གི་དངོས་པོ་ཡར་རྒྱས་ཞི་བོ་ཅིག་ཕྱིན་བསྡད་པས། མཐུན་རྐྱེན་དེ་ཆགས་བཞག་ནས།

ཨེན་ཅིག་པའི་ཚོང་རོགས་ཆ་བཞག་ན་གང་ལྟར་མི་ལ་ཡ་ཅིག་སྐད་ཆ་སྙན་པོ་བཤད་པའི་གད་མོ་འགས་ཁ་ཁད་པོ་བྱས་བྱས་དེ་འདྲ་ཅིག་གི་འོག་ནས་ཨེ་ནི་ཁོ་གང་འདྲ་ཅིག་སོ་སོའི་དོན་དག་དེ་སྡུག་སྲིད་འདྲ་སྒྲུབ་པ་ཅིག་བྱེད་ཁུག་འདུག་ཨ་སེ་ད་འཛམ་བུ་གླིང་གང་གི་ཅིག་དཔལ་འབྱོར་ཡར་རྒྱས་ཀྱི་མཚོན་པས་ཅིག་འཕྲུལ་ཆས་ཀྱི་མཚོན་པས་དེའི་ཚང་མ་ལོ་གང་ལྟར། ཅིག་མཐའ་གཅིག་ཏུ་མི་ལ་གནོད་པ་སྐྱེལ་འདོད་ཀྱི་བསམ་པའི་ཐོག་ནས་བྱས་པ་ཡིན་ན་ཕལ་ཆེར་དེ་ག་ཚོད་རང་ཡོང་གི་མ་རེད་བསམ་གི། ས་དེ་འདྲ་ཡིན་དུས་ང་ཚོ་མཐོང་ཆོས་ལ་ཡོད་བསྡད་པའི་མཐུན་རྐྱེན་དེ་དེ་གནོད་པའི་བསམ་པས་བྱུང་བ་ཕལ་ཆེར་མ་རེད། གང་ལྟར་ཕན་པའི་བསམ་པས་ཡོང་དེ་ཧ་ཅང་གསལ་པོ་རེད། ད་དམག་འཁྲུག། ཨེ་ནི། མི་ཡི་བྱ་སྤྱོད་ཀྱི་རྐྱེན་པས་མུ་གེ། ནད་ཡམས། འོ་ད་དེ་ཚོའི་གྲས་དེ་གང་ལྟར། ག་ཞུགས་རེད་མང་པོ་ཅིག་ནི་གནོད་པའི་བསམ་པའི་དབང་གིས་ཡོང་འདུག་གདོ་བ། དེ་ནས་ཡག་རྟོག་ཕྱིན་པ་ཡིན་ན། འཛམ་བུ་གླིང་འདི་གང་གིས་བཀྲ་མི་ཤིས་པའི་མི་འདོད་པའི་རྐྱེན་ངན་འདི་ཐམས་ཅད་ལོ། དང་དུ་བླངས་ནས་བྱེད་ངན་མེད་པ། སུ་ཡིན་ནས་ཡག་ག་བྱུང་ན་བསམ་ནས་བྱེད་དགའ་བ་རེད་མ་གཏོགས་སྡུག་ག་བྱུང་ན་བསམ་ནས་བྱེད་མཁན་སུ་ཞིག་ཡོད་མ་རེད་པ། ཡོད་མ་རེད་དེ། ཡིན་ནས་མི་འདོད་པའི་སྡུག་བསྔལ་ཆུ་ཡི་གཉེར་མ་ནང་བཞིན་འཛད་རྒྱུ་མེད་འདོད་པ་ཞིག་ག་རེ་ཅང་ཡོང་གི་བ་རེད། རྨོངས་པའི་དབང་གིས་ཡོང་གི་ཡོད་བ་རེད། འཁྲུལ་པའི་དབང་གིས་ཡོང་གི་ཡོད་བ་རེད། ས་དེ་འདྲས་ཡིན་དུས་ཚང་ནས། ད། སྡུག་བསྔལ་བསལ་ཡག་དེ་སྡུག་བསྔལ་དེ་རྨོངས་པའི་དབང་གིས་ཡོང་གི་ཡོད་རེད་མ་རིག་པའི་དབང་གིས་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཚང་ནས་མི་ཤེས་པའི་དབང་གིས་ཡོང་གི་ཡོད་པ་ཡིན་དུས་ཚང་ནས་སྡུག་བསྔལ་བསལ་ཡག་དེ་ག་འདྲ་བསལ་དགོས་ལབ་ན་མི་ཤེས་པ་བསལ་བའི་ཐོག་ནས་སྡུག་བསྔལ་བསལ་དགོས་འདུག་ག། དཔེར་ན་ང་རང་འཛམ་བུ་གླིང་འདི་གང་ལ་ཐོང་ཤོད་ལབ། མིའི་སྤྱི་ཚོགས་བདེ་སྐྱིད་ལྡན་པ་བྱུང་ཡག་ལ་ཤེས་བྱའི་ཡོན་ཏན་དགོས་ཀྱི་ཡོད་རེད་ཤེས་བྱའི་ཡོན་ཏན་མེད་དེ་ངེད་ཀྱི་རྨོངས་པ་ཁྱུ་གཅིག་དལ་བས་ཡིན་ན། ལྟོ་གོས་དཀའ་ངལ་སེལ་ཐུབ་ཡ་མེད་པ་རེད། ལུང་པ་ཡར་རྒྱས་བཏང་ཐུབ་ཡ་མེད་པ་རེད། ས་དེ་འདྲ་ཡིན་པ་ཡིན་དུས་འཛམ་གླིང་ཀུན་ལ་རྨོངས་པས་ཕུང་གི་ཡོད་པ་ཡིན་དུས་རྨོངས་པ་སེལ་ཡག་གི་ཤེས་ཡོན་གོ་རེ་ཟེར་ནི་འཛམ་གླིང་ཀུན་ལ་གྲགས་པ་དེ་རེད་བ། ས་སངས་རྒྱས་ཀྱི་ཆོས་དེ་དག་རེད། མ་རིག་པའི་སྡུག་བསྔལ་ཡོང་གི་ཡོད་རེད། མི་ཤེས་པའི་དབང་གིས་སྡུག་བསྔལ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་མི་ཤེས་པ་སེལ་དགོས་རེད་ད་དེ་གསུང་གི་ཡོད་རེད། ད་མི་ཤེས་པ་ལ་རིགས་གཉིས་ཡོད་པ་རེད། དང་ཨེ་ནི། རྟགས་སྣང་གི་རྒྱུ་མཚན་ལ་རྒྱུ་མཚན་རྟགས་སྣང་ཞིག་ཨེ་ནི་ངེས་པ་ཕྱིན་ཅི་ལོག་དྲང་བདེན་ངེས་ཀྱི་མི་ཤེས་པའི་བློ་གཅིག་ཡོང་གི་ཡོད་རེད། ལོག་རྟོག་ཟེར་ཡག་ཡིན་པ་རེད། ད་མི་ཤེས་པ་ཙམ་གྱི་ཡང་མི་ཤེས་པ་གཅིག་ཡོང་གི་ཡོད་རེད། དེ་མ་ག་ཚོགས་ད་ཅི་ཟ་ན་འདྲ། མ་རྟོགས་པ་བློ་ཙམ་ད་ག་ར་མི་ཤེས་པ་ཙམ་རྨོངས་ཙམ་ཅིག། རྨོངས་སམ་གཅིག་དང་ཕྱིན་ཅི་ལོག་གི་རྨོངས་པ་གཉིས་ཀྱི་ནང་ནས་སྡུག་པ་དེ་ཕྱིན་ཅི་ལོག་གི་རྨོངས་པ་དེ་ཆགས་ཀྱི་ཡོད་རེད། ངེས་པ་ལྟ་སྣང་དྲངས་ནས་དེ་ལ་སོ་སོས་པས་ཡིད་ཆེས་བྱས། རེད་དམ་མི་ཤེས་པའི་དབང་གིས་ཨེ་ནི་ནོར་འཁྲུལ་རྟོག་རྟོག་ཤོར་ཡིན་ནས་ཇི་ལྟར་ཐལ་ཆ་གི་མི་འདུག་ག། ད་བསམ་བློའི་ནང་ནས་ད་འདི་འདྲ་ཅིག་བྱས་ན་ཡག་པོ་རེད་བསམ་པའི་རྒྱུ་མཚན་ལྟ་སྣང་གཅིག་ལ་བརྟེན་ནས་ངེས་པ་ལྟ་སྣང་དྲངས་དེ་ངས་གཅིག་གིས་ཁོ་བོད་སྐད་ལྟ་བ་ཆེད་སླེབས་ཡིན་དུས་ཚར་ནས་ཨེ་ནི་མགོ་ལོག་ཆེན་པོ་བཙལ་ཡོང་གི་འདུག་ག།

བདེ་བ་འདོད་ནས་ཨེ་ནི་སོ་སོ་བདེ་སྐྱིད་ཡོང་ཡག་གི་དོན་དག་ལ་མི་ལ་འཕྲོག་བཅོམ་སྐྱག་རྫིན་བཤད་མགོ་སྐོར་དང་ཕྱི་དགྲ་དེ་ལོག་ལྟས་སོགས་ཆགས་འདུག་ག་རེད་བ། ཨ། ད་ཡང་དེའི་ཡོང་ཡག་དེ་ཐུགས་མཐར་གཏུགས་ཡོད་འདུག་ས་ནས་ང་བཤད་ནི་རང་གཅིག་པུ་དེ་ཨེ་ནི་བོད་ཀྱི་ཆགས་སྡང་ཕན་གནོད་འདྲེ་སའི་དང་ཅིག་ཕན་ནུས་འབྲས་གསལ་ང་བྱས་ནས་ཚོགས་འདུ་བ་ཅིག་གི་བློ་ལ་ཡང་ང་ཚོ་ཤར་གྱི་ཡོད་རེད་ཤར་བ་ནང་བཞིན་གྱི་དེ་འདྲའི་ང་དེ་བདེ་སྐྱིད་ཡོང་ཡག་གི་དོན་དག་དེ་སྡུག་བསྔལ་མ་ཡོང་ཡག་གི་དོན་དག་ལ་ཨེ་ནི་ཁོ་བསམ་བློ་དེ་རང་བཞིན་གྱི་ཆགས་སྡང་གི་བློ་སྐྱེ་ཡག་གི་རེད་ཁོ་ལས་ཡོང་གི་འདུག་ག་ས་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་ད་འཇིག་ལྟ་གསུངས་འདྲ་རོ་ད་དེ་ཚོའི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ཐར་ལྟའི་དབང་གིས་ཨེ་ནི།

རྒྱུ་དང་འབྲས་བུ་ཟེར་ཏེ་ཡང་དེ། རྟག་པའི་རྒྱུ་ལས་ཡོང་ཡ་མེད་པ་རེད། རྒྱུ་མེད་པ་ལས་ཡོང་ཡ་མེད་པ་རེད། རྒྱུ་འབྲས་ཀྱི་རྟེན་འབྱུང་བཤད་ཡོང་དུས་རྒྱུ་མེད་པ་ལས་ཡོང་ཡ་ཡོད་མ་རེད། ཡིན་གཅིག་མིན་གཅིག་རྒྱུར་བརྟེན་ནས་ཡོང་དགོས་རེད། རྒྱུ་དེ་རྟག་པའི་རྒྱུ་ལ་བརྟེན་ནས་ཡོང་ཡ་མེད་པ་རེད། རྒྱུ་ཁོ་ར་རྟག་པ་འགྱུར་བ་མེད་སྟེང་གི་ཕྱིན་པ་ཡིན་ན། འབྲས་བུ་འགྱུར་བ་ཡོང་སྟེ་ཡང་གཅིག་ཡོང་ཡ་མེད་པ་རེད། ས་དེ་འདྲ་ཡིན་དུས་སང་ནི། མི་རྟག་པའི་རྒྱུ་ལས་ཡོང་དགོས་ཀྱི་ཡོད་རེད། མི་རྟག་པའི་རྒྱུ་ཙམ་གས་ཡོང་གི་ཡོད་མ་རེད། ནུས་པའི་རྐྱེན་སོང་ན་ཞེས་བྱས་ནས་ཁོ་ར་ཕི་ཀའི་འབྲས་བུ་དང་རྣམ་པ་མཐུན་པ་དེའི་ད་ཁོ་ར་བྱེད་ལས་རོ་མཚུངས་པ་མཚུངས་པ་རུ་གཅིག་གིས་རང་དང་རྗེས་སུ་མཐུན་པའི་རྒྱུ་དང་རྐྱེན་གྱི་དབང་གིས་ཨེ་ནི། འབྲས་བུའི་རྣམ་པ་མི་འདྲ་བ་མི་འདྲ་བ་ཡོང་དེ་ཨ་དེ་དངོས་པོའི་གཤིས་ལུགས་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ད་ག་སུ་ར་ཕི་ཀའི་རྒྱུ་འབྲས་ལ་རྨོངས་པའི་ལོག་ལྟས་ཨེ་ནི་རྒྱུ་འབྲས་མི་མཐུན་པའི་ཨེ་ནི་ད་ག་འདྲ་ག་སུ་རེད། དཔེར་ན། འདོད་པ་བདེ་བ་འདོད་ཀྱི་ཡོད་རེད་དེ། བདེ་བའི་རྒྱུ་ལས་བདག་བདེ་ངེས་ཀྱི། སྡུག་བསྔལ་ཡོང་ཡག་གི་རྒྱུ་ལྷུར་བླངས་ན། དེའི་འབྲས་བུ་དེ་ཨེ་ནི་བདེ་བ་ཡོང་ཡག་མེད་པ་རེད་སྡུག་བསྔལ་ཡོང་ཡག་རེད། ས་དེ་འདྲ་ཡིན་པ་ཡིན་དུས་ཕྱིན་ཅི་ལོག་གི་ལྟ་བ་དེ་ཚོའི་ཐོག་ནས་རྙོག་དྲ་དེ་སླེབས་ཡོང་གི་འདུག་བ། ད་ལྟ་བ་དེ་སེལ་ཡག་དེ་ག་རེད་ལབ་ན། ཡང་རྩ་བ་ཕྱི་རོལ་གྱི་ཆོས་བཅུའི་སྒོ་སྟེ། ཨེ་ནི། གང་གི་རྟེན་ཅིང་འབྲེལ་བར་འབྱུང་དགག་པ་མེད་པར་སྐྱེ་མེད་པ་ཞེས་སོགས་གསུངས་ནས། གང་གི་རྟེན་ཅིང་འབྲེལ་པར་འབྱུང་ཞེས་གསུངས་ཏེ། འོ་ན། སྟོན་པ་གང་གིས་རྟེན་འབྱུང་གི་ཨེ་ནི། རྣམ་གཞག་ཅེས་གསུངས་ནས། རྟེན་འབྱུང་གི་རྣམ་གཞག་དེ་ལ་བརྟེན་ནས་ཨེ་ནི་ཕྱིན་ཅི་ལོག་གི་ལྟ་བ་དེ་དེ་སེལ་ཐབས་གནང་གི་ཡོད་རེད། ཕྱིན་ཅི་ལོག་པའི་ལྟ་བ་དང་རྨོངས་འཆམ་གྱི་ལྟ་བ།

སྡུག་བསྔལ་ཡོང་ཡག་གི་རྒྱུ་རྐྱེན་དེ་ཤེས་པར་བྱས། དེའི་ཐོག་ནས་ཨེ་ནི། སྡུག་བསྔལ་མ་འདོད་པ་ཡིན་དུས་སྡུག་བསྔལ་གྱི་རྒྱུ་དེ་སྤངས། བདེ་བ་འདོད་པ་ཡིན་ཙང་བདེ་བའི་རྒྱུ་དེ་ཚུར་བསྒྲུབས། སྡུག་བྱས་ནས་ད་སྤང་བླང་བྱེད་དགོས་ཡིན་པ་རེད། ས་ད་དེ་འདྲ་ཡིན་དུས་ས་ནས་རྒྱུ་འབྲས་ཀྱི་རྟེན་འབྱུང་དེ་གཅིག་ཤེས་དགོས་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་བཅོམ་ལྡན་འདས་ཀྱིས་རྟེན་འབྱུང་གི་ལྟ་བ་གསུངས་ནས། ད་རྟེན་འབྱུང་གི་ལྟ་བ་དེ་བཟུང་ནས་ཕྱིན་ཅི་ལོག་གི་ཕྱིན་ཅི་ལོག་གི་ལྟ་བ་དེ་ཡོད་དེ་ཨེ་ནི་སྲིད་ཐབས་སྣང་བ་རེད། ཤེས་སོང་ངམ། ད་རྟེན་ཅིང་འབྲེལ་པར་འབྱུང་བ་ཟེར་ཡ་དེ་ལ་ཡ། རིམ་པ་དང་པོ་དེ་རྒྱུ་འབྲས་ཀྱི་རྟེན་འབྱུང་ཟེར་ཡ་དེ་གསུངས་བ་རེད། བཅོམ་ལྡན་འདས་ཀྱིས་གསུངས་དེ་ཧ་ལས་པའི་ད་རྣམ་དཔྱོད་ཅན་རྣམ་དཔྱོད་ཅན་གྱིས་ད་གསུངས་ངོ་ནས་ཆགས་བསྡད་ཡོད་རེད། གང་ལྟར་རྟེན་འབྱུང་གི་ལྟ་བ་ང་ཚོ་ངོ་འཕྲོད་ཡ་འདུག་ག། མཐོང་ཆོས་ལ་གསུངས་ཡ་འདུག་ག་མཐོང་ཆོས་ར་བསྒྲགས་ཡ་འདུག་ག། མཐོང་ཆོས་ར་བཀྲ་ཡོད་བསྡད་པ། དེ་འབྲེལ་གྱི་རྒྱུ་འབྲས་རྟེན་འབྱུང་གི་ལྟ་བ་འདི་གསུངས་ཡོད་དུས་ཚང་ནས་ཁོ་ཏུས་དྲུག་ཡིན་པ་ཅིག་བསམ་བློ་ཞིག་སླེ་ཡོང་གི་འདུག་བ། ཁོ་ཏུས་དྲུག་ཡིན་པ་ཅིག་བསམ་བློ་ཞིག་སླེ་ཡོང་དུས་ཚང་ནས། གཏན་ནས་བརྟགས་པའི་རྟེན་འབྱུང་གི་གོ་བ་ཅིག་དེ་དྲངས་ཡོང་གི་འདུག་བ། གཏན་ནས་བརྟགས་པའི་རྟེན་འབྱུང་གི་གོ་བ་ཞིག་སླེ་ཡོང་དུས་ཚང་ནས་ཁོ་རང་དབང་མེད་པ་ཅིག་གོ་བ་ཞིག་སླེ་ཡོང་གི་འདུག་བ། ཙི་ཙཱ་བཅོམ་ལྡན་འདས་ཀྱིས།

ཁ་གསོ་བར་བཅུག་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་སྲུང་གི་ཡོད་པ་རེད། རྟེན་འབྲེལ་ཡན་ལག་བཅུ་གཉིས་ལུགས་འབྱུང་ལྡོག་གི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་ནས་རྒྱུ་དང་འབྲས་བུའི་འདྲ་བ་ག་འདྲ་བྱུང་གི་ཡོད་མེད་དེ་ཡིད་དེ་སྲུང་གི་ཡོད་པ་རེད། ས་དེ་རེ་ཡིན་པ་ཡིན་དུས་ད་བར་དེ་གི་རྒྱུ་འབྲས་ཀྱི་རྟེན་འབྱུང་དེ་སྲུང། ད་དེའི་གོ་བ་ཡག་པོ་ཆགས་པ་ཡིན་ན། དེ་ནས་བློ་རྟོག་སྨིན་ཡོང་དུས་ཙང་ནས་ཨེ་ནི་གཏན་ནས་བཏགས་པའི་རྟེན་འབྱུང་གི་གོ་བ་དེ་ཨེ་ནི་ཆགས་ཡག་ཅིག་ཡོང་གི་འདུག་ག། དེ་ལ་བརྟེན་ནས་མིང་རྐྱང་བཏགས་ཡོད་ཙམ་གྱིས་ཨེ་ནི། ད་རྟེན་འབྱུང་ལྟ་བ་ཕྲ་མོ་དེ་ལས་མི་འདུག་ག་ས་དེ་འདྲ་ཡིན་དུས་ཕྱིན་ཅི་ལོག་གི་ལྟ་བ་ལྔས་ལ་རགས་པ་དེ་ཡིན་སྲིད། དེ་ནས་ཕྱིན་ཅི་རྒྱུ་འབྲས་ཀྱི་ངེས་པ་གཉིས་ཡིན་དུས་ཙཱ་ནས་ལོག་ལྟ་དེ་སད་ཡིན་དགོས་པ། དེ་ནས་ཡ་བྱས་ནས་ད་དུང་ཨེ་ནི་བར་ལྟ་བ་དེ་བར་ཟབ་ཏུ་ཟབ་ཏུ་ཕྱིན་ཡིན་དུས་ཙཱ་ནས་ཨེ་ནི།

དངོས་པོའི་གནས་ཚུལ་གཏན་ལ་ཕབ་ཡག་ལ། ལྟ་བ་དེ་ལྟ་ལྟ་བ་དེ་ལ་ལྷག་པ་མེད་པ་རེད། དོན་དེར་སྐད་ཆ་ང་ཚོ་འཛམ་བུ་གླིང་འདི་སྒང་གི་ཆོས་སྐད་ཆ་ཕ་གཡུག་བཞག་འཛམ་བུ་གླིང་ད་གའི་སྒང་གི་དཔལ་འབྱོར་གྱི་གནས་སྟངས་ཡིན་ནས་ཁོར་ཡུག་གི་གནས་སྟངས་ཡིན་ནས། མིའི་སྤྱི་ཚོགས་ཀྱི་གནས་སྟངས་ཡིན་ནས། ད་ལྟའི་མི་རབས་དང་མ་འོངས་པའི་མི་རབས་ཀྱི་གནས་སྟངས་ཡིན་ནས། གང་གི་ཐོག་ལ་ཡིན་ན་ཡང་རྟེན་ཅིང་འབྲེལ་པར་འབྱུང་བའི་ལྟ་བའི་ཐོག་ནས་བསམ་བློ་བཏང་པ་ཡིན་ན། དངོས་ཡོད་གནས་ཚུལ་ཤེས་ཡག་ལ་ཡང་ཞེ་བོ་ཅིག་ཕན་ཐོགས་ཡོད་ས་རེད། ཟེར། ང་ཚོ་མང་པོ་ཅིག་ཁ་ཐུག་ཁ་ཐུག་གི་གནས་ཚུལ་དེ་མཐོང་བ་མ་གཏོགས་དེའི་རྒྱུ་དང་རྐྱེན་ཕན་ཚུན་ལྟོས་པའི་འབྲེལ་བ་དེའི་དེ་སྣང་མེད་ལས་བཞག་བཞག་དུས་ཁོ་མ་མཐོང་བ་བྱས། ཁོ་མ་མཐོང་བའི་རྐྱེན་གྱིས་འཕྲལ་སེལ་གྱི་ཕི་གེ། ཐད་ཀར་འབྲེལ་བ་ཡོད་བསྡད་པའི་ཉུང་ཤས་ཤིག་ལ་མཐོང་བ་མ་གཏོགས་དེ། ལྟོས་ནས་བསྒྲུབས་པ་དང་རྟེན་ཅིང་འབྱུང་བའི་ཚུལ་དེ་མ་མཐོང་བའི་སྐབས་ལ་ཨེ་ནི། དངོས་ཡོད་གནས་ཚུལ་ལ་རན་པ་ཅིག་གི་ཐབས་ཤེས་སྤྲད་ཐུབ་ཀྱི་མི་འདུག་ག། མགོ་ལོག་བཙལ་ཡང་མང་པོ་ཅིག་བསམ་རྒྱ་ཆུང་དྲགས། མིག་དག་ཐུང་མིག་རྒྱང་ཐུང་དྲགས་དེའི་ཐོག་ནས་མགོ་ལོག་བཙལ་གི་འདུག་ག། དེ་ག་རེ་ལེན་པར་ཟེར་ན་རྒྱུ་འབྲས་ཀྱི་རྟེན་འབྱུང་མ་ཤེས། གཏན་ནས་བཏགས་པའི་རྟེན་འབྱུང་གི་བསམ་བློ་དེ་མ་གོ། ལྟོས་གྲུབ་ཀྱི་རང་བཞིན་དེ་མ་མཐོང། དེའི་ཆ་ནས་ཡོང་གི་ཡོད་རེད་པ། ས་ཕྱོགས་གཞི་བདག་ཅིག་གིས་བཤད་པ་ཡིན་ན་ཚིག་གཞི་བདག་གིས་བཤད་པ་ཡིན་ན། གང་ལྟར་དངོས་ཡོད་གནས་ཚུལ་ག་རེ་ཡོད་པ་དེ་འདི་ནི་རྟོགས་པའི་ཐོག་ནས་ཀྱི་ཤེས་པའི་ཐོག་ནས་དངོས་ཡོད་གནས་ཚུལ་དེ་ལ་ཏག་ཏག་རེ་ངན་གྱི་བྱིས་ཚབ་བྱས་པ་ཡིན་ན་འདོད་པའི་དོན་དེ་འགྲུབ་ཀྱི་ཡོད་རེད། དཔེར་ན་མི་ལ་བསམ་ནག་བྱེད་འོག་བྱུང་ནས་བསམ་ནག་བྱེད་སྟངས་འདི་དངོས་ཡོད་གནས་ཚུལ་རྟེན་འབྱུང་ལྟོས་གྲུབ་ཀྱི་རང་བཞིན་ཆ་ཚང་ཤེས་པའི་ཐོག་ནས་བསམ་ནག་བྱེད་ཡག་གི་ལས་ཀ་བྱེད་ཀྱི་ཡིན་ན་ཁོ་ནུས་པ་ཐོན་པ་ཡོང་གི་རེད། ཡག་གི་ཞོགས་ཟེར་ནས་དེ་བས་ཀྱང་ནས་ཁོ་དངོས་ཡོད་གནས་ཚུལ་དེ་ཆ་ཚང་རྟོགས་པའི་ཐོག་ནས་ཨེ་ནི་བྱི་དོར་བྱས་པ་ཡིན་ན་ཁོ་དངོས་ཡོད་གནས་ཚུལ་ལ་རན་པས་བྱི་དོར་ཆགས་པ་རེད་དངོས་ཡོད་གནས་ཚུལ་ལ་རན་བསྡད་པའི་བྱ་བ་དེ་གི་འབྲས་བུ་ཁོ་རང་འདོད་པ་ནང་བཞིན་ཡོང་ཡག་ཅེས་གསལ་བོར་བ་ཟེར་དེ་འདྲས་ཡིན་དུས་སངས་རྒྱས་ཀྱི་ཆོས་ཀྱི་ནང་ལོགས་ལ་ཡག་ལོག་ལྟ་ཟེར་ཡག་དེ་ལ་སྒྲོ་འདོགས་ལོག་ལྟ་སྐུར་འདེབས་ལོག་ལྟ་གཉིས་གསུངས་གི་འདུག་ལ། ཁོ་དཔེ་གནད་འགག་ཆེན་པོ་རེད་ཤག་སྒྲོ་འདོགས་ལོག་ལྟ་ཟེར་ཡག་དེ་ག་རེད་ལབ་ན། དངོས་པོའི་གནས་ཚུལ་ལས་སྒེར་གཅིག་གི་རྣམ་རྟོག་གི་སྒྲོ་བཏགས་ནས་བཟོས་ཞེས་པ་འདི་ཡང་དངོས་པོའི་གནས་ཚུལ་མེད་པ་རེད། དངོས་པོའི་གནས་ཚུལ་ལས་བརྒལ་བ་རེད། དེ་ལ་སྒྲོ་འདོགས་ལོག་ལྟ་བཤད་པ་རེད། འདི་ཡི་ཕུང་གི་ཡོག་རེད། ཀོ་རེ་བ་སྟོང་པ་ལེགས་རེད་དཔེར་ན་ཡག་ས་བ་ཞིག་བཤད་པ་ཡིན་ན་རེ་བ་སྟོང་པ་ལེགས་རེད། རེ་སྟོང་གི་ཡོང་ཡག་གི་མི་འདུག་ག། དངོས་ཡོད་གནས་ཚུལ་ལས་ཚད་བརྒལ་རེ་བྱེད་ཀྱི་ལྟ་སྟངས་ཤིག་བསྟན་ཡོད་འདུག་ཚ་ནས་དེའི་སྒྲོ་འདོགས་ལོག་ལྟ་ཡིན་པ་དེའི་ལོག་ལྟ་ཡིན་པ་རེད། ལོག་ལྟ་ག་རེད་ལབ་ན་སྒྲོ་བཏགས་ནས་དངོས་ཡོད་གནས་ཚུལ་ལས་བརྒལ་རེ་བྱེད་ཀྱི་ལྟ་སྟངས་སྦྱིན་པ་ཡིན་འདུག་ཚ་ནས་སྒྲོ་འདོགས་ལོག་ལྟ། ད་སྐུར་འདེབས་ལོག་ལྟ་སོགས་ལབ་དུས་ཡང་དངོས་ཡོད་གནས་ཚུལ་ལས་ཆད་ནས་དངོས་ཡོད་གནས་ཚུལ་བདག་གཟིགས་བྱོས་པ་དེ་སོ་སོས་བསམ་བློའི་ནང་ལ་བདག་གཟིགས་ཡོད་མ་རེད་བསམ་དྲན་བསྡད་ཡག་གི་ལོག་ལྟ་དེ་ཡང་སྐུར་འདེབས་ལོག་ལྟ་ཡིན་པ་རེད་དངོས་པོའི་གནས་ཚུལ་ལ་ཡོད་པ་ཅིག

དེ་དག་ཨིན་ད་འདོད་པའི་དོན་སྒྲུབ་ཀྱི་མ་རེད། ཆོས་ཀྱི་བྱ་བ་ཡིན་ནི་རེད། སྲིད་ཀྱི་བྱ་བ་ཡིན་ནི་རེད། དཔལ་འབྱོར་གྱི་བྱ་བ་ཡིན་ནི་རེད། ཚན་རིག་གི་བྱ་བ་ཡིན་ནི་རེད། འཕྲོད་བསྟེན་གྱི་བྱ་བ་ཡིན་ནི་རེད། ཁོར་ཡུག་གི་བྱ་བ་ཡིན་ནི་རེད། གང་དང་གང་ཡིན་ནི་དངོས་ཡོད་གནས་ཚུལ་རྟོགས་པའི་ཐོག་ནས་འགྲོ་ཡག་དེ་དཔེ་གལ་ཆེན་པོ་འདུག་ག།